བརྫུས་པའི་ཁ་དོག་ལ་བོས་ལ། རང་རེའི་གྲྭ་བཙུན་དགེ་བཤེས་གཅིག་གི་ཁམས་སུ་ཕ་ཡུལ་དུ་ཕྱིན་ནས། རྙིང་མའི་བླ་མ་ཞིག་གི་དྲུང་ནས་ཉམས་ལེན་བྱེད་རྒྱུའི་གདམས་ངག་ཞུས་ནས་མན་ངག་ཆུང་ཆུང་འདྲ་བསྒོམས་པས། ད་ཡུལ་དེའི་མི་རྣམས་ནི་དགེ་ལུགས་པ་ལ་ཤེས་ཆོད་ཙམ་ལས་ཉམས་ལེན་བྱེད་རྒྱུའི་ཆོས་མེད་ཐག་ཆོད་ཡིན་པ་རེད་ཅེས་ཚང་མ་ཡས་ལོག་པ་བྱུང་འདུག་པ་དེ་ནི

བི་ཀའི་ཁུ་བོ་དེ་ཉིད་བླ་མ་གཅིག་ལ་ཞུས་འོར་བ། དེ་ཞུས་པའི་སྐབས་ན་མི་ཚོ་ཧ་གོ་གོ་མ་རུ་བ། མི་མང་གིས་ཧ་མ་གོ་བ་ཆད་དགེ་ལུགས་པ་ལ་ཡང་ད་གདན་ས། ཐུབ་པ་ལ་བའི་བཤད་ཆུས་བི་ཀའི་བཤད་ཡ་ར་གཅིག་མ་གཏོགས་ཉམས་ལེན་བྱེད་ཡ་ར་དངོས་གནས་མེད་པ་འདྲ། ཨ་ནི་དགེ་བཤེས་དེ་བོད་ནས་མར་སླེབས་ཏེ་ཤག་ཨ་ནི་འདྲའི་བླ་མ་དེ་ང་ཚོའི་བླ་མ་བི་ཀའི་དེ་ལ་བི་ཀའི་ཨ་ནི་ཉམས་ལེན་བྱེད་ཡ་ལབ་གི་འདུག་བྱས་ཤག་འོ་དེ་འདྲས་བྱེད་རྒྱུ་ཡོད་མ་རེད་དེ། དང་པོ་ཐོས་བསམ་བྱེད་སྟངས་ནོར་བས་མ་གཏོགས་དགེ་ལུགས་པ་ལ་ཉམས་ལེན་བྱེད་རྒྱུ་མེད་པ་མ་རུ་བ། འོ་དེ་རེད། ཉམས་ལེན་བྱེད་རྒྱུའི་གདམས་ངག་ཞུས་ནས་མན་ངག་ཆུང་ཆུང་འདྲ་བསྒོམས་པས་ཡུལ་དེའི་མི་རྣམས་ནས་དགེ་ལུགས་པ་ལ་ཤེས་ཤུལ་ཙམ་ནས་ཉམས་ལེན་བྱེད་རྒྱུ་ཆོས་མེད་ཐག་ཆོད་ཡིན་པ་རེད་ཅེས་ཚང་མ་ཡས་ལོག་པ་བྱུང་འདུག་པ་དེ་ནི་བསྟན་པའི་རྐང་འགྲན་པོ་བྱུང་འདུག་སྙམ་ཁོ་བོ་ཡང་ཤིན་ཏུ་ཡི་མུག་པ་བྱུང། དགེ་ལྡན་པའི་བསྟན་པ་འདི་ཉིད་ཉམས་སུ་བླངས་པ་ལས་འཁོར་དག་པ་རྣམ་རྒྱལ་དང། ཉམས་ལེན་བྱེད་རྒྱུ་ཡོད་མེད་དང་བདེན་རྫུན་ལ་འཇལ་ད་ཧ་གོ་གི་འདུག་དགེ་ལྡན་པའི་བསྟན་པ་རེ་བ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་དགེ་འདུན་འཇམ་དཔལ་ཡང་ནས་མ་བྲིས་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་བཤད་ཡོད་ཀྱི་བསྟན་པ་འདི་ཉིད་ཉམས་སུ་བླངས་པ་ལས་འཁོར་དག་པ་རྣམ་རྒྱལ་ཟེར་ཡ་དེ་དང། རྒྱ་བ་དབེན་གསར་བ་ཆེན་པོ། གྲུབ་ཆེན་ཆོས་རྗེ་རྡོ་རྗེ་སོགས་ཟུང་འཇུག་གི་གོ་འཕང་ཐོབ་པ་ཆེས་མང་པོ་བྱུང་བར་སྣང་བས། ཉམས་ལེན་མེད་ན་ཟུང་འཇུག་གི་གོ་འཕང་ཐོབ་ཡ་ཡོད་མ་རེད་པ། འོ་དེ་རེད། སྣང་བས་ཞྭ་སེར་གྱི་བསྟན་པ་འདི་ལ་ཉམས་སུ་བླང་རན་མེད་པ་ཞིག་ག་ལ་ཡིན། དགེ་ལུགས་པའི་རྟེན་དེ་བསྟན་པ་གཞན་དང་གཞན་ལས་ཆེས་ཆེར་ཁྱད་པར་དུ་འཕགས་ཚུལ་ཤེས་པར་བྱར་ཡོད་དོ། དང་དོ། ཞེས་པ་དང། བརྗོད་བྲལ་དོན་དང་བདག་གཞན་མཉམ་བརྗེ་ཡི་མན་ངག་གཅིག་ཏུ་བསྒྲིལ་ནས་ཅུང་སེམས་མཆོག་གཅིག་ཚུལ་གཞན་ལས་ཆེས་ཧྲུལ་པོའི་བློ་བཟང་རྒྱ་བའི་རྟེན་དང་སྦྱར་བར་ཤོག། དཔེར་ན་ཞང་ཞུང་གི་སེམས་བསྐྱེད་སྟངས་གཅིག་ལ་ཡིན་ན་ཡང། གཞན་ལ་མེད་པའི། ཞེས་པ་དང། ཆེས་ཆུ། ཡོད་གསུངས་པ་དང། ད་དེ་དང་དེ་འདྲ་བའི་གང་ག་ལ་དེ་དགེ་ལྡན་པའི་བསྟན་པ་ལ་ཁྱད་ཆོས་རེ་རེ་རེ་རེ་རེ་མི་འདྲ་བ། སོ་སོ་གི་མ་འཇོན་བས་མ་གཏོགས་སོ་སོས་འཇོན་པ་ཡིན་ན་ལོ་གསུམ་ཤོག་གསུམ་ཙམ་ན་ཡང་ཟུང་ཆུང་བོ་གོ་འཕང་འགྲུབ་ཐུབ་ཡ་ཡོད་པ་རེད། རེད་པ་དང་སྔོན་གྱི་བི་ཀའི་བཀའ་བརྒྱུད་ཀྱི་བསྟན་པའི་དཔེ་ཉམས་སུ་བླངས་ནས་རྗེ་བཙུན་མི་ལ་རས་པ་སྐུ་ཚེ་དེ་ལ་བས་ཟུང་ཆུང་བོ་གོ་འཕང་འགྲུབ་པ་རེད་པ་དང། རེད་དེ། ཀུན་ལས་ཞི་དྲག་སྤྱོན། སྐུ་ཚེ་སྟོད་དང་བདེ་ལ་གངས་ཅན་ཀུན་ལས་ཞེ་དྲག་བྱོན་ནས་པའི་རེ་བ་དང། ཧ་ལམ་པའི་ལོ་པའི་ཉི་ཤུ་སུམ་ཅུ་གི་རིང་ལ་ཀུན་ལས་བྱོན་ནས་བསྲུང་བྱའི་གོ་འཕང་བསྒྲུབས་པར་བ་འོ་དེ་རེད་ད་དགེ་ལྡན་གྱི་བསྟན་པ་དེ་སོ་སོའི་འཇོན་ན་བརྩོན་འགྲུས་རྗེ་བཙུན་མི་ལ་རས་པས་བརྩོན་འགྲུས་བརྩོན་པ་ནང་ལྟ་ཅིག་ང་ཚོས་བྱེད་ཐུབ་པ་ཡིན་ན་འོ་ད་ལོ་གསུམ་ཤོག་གསུམ་མ་གཏོགས་འོ་དགུ་མ་རེད་གསུངས་ཏེ། གྲུབ་ཆེན་ཆོས་ཀྱི་རྡོ་རྗེ་དང་རྒྱལ་བ་དབེན་ས་བ་དང་འོ་དེ་ཚོའི་རྣམ་ཐར་ལ་འགྱེལ་གྱི་ཡིན་ན་ཨ་ནི་ཧ་གོ་གི་རེད། དེ་ཡིན་ཙང་ཉམས་ལེན་བྱེད་རྒྱུ་མེད་པ་མ་རེད་བ་དགེ་བཤེས་ཁོ་རང་ནོར་བྱིན་པ་རེད། དེ་རེད། དེ་ནས། གང་ཐོས་བསམ་གྱིས་གཏན་ལ་ཕབ་པ་དེ་ཉིད་ཉམས་ལེན་དུ་ཕྱིར་དགོས། གང་དེ་ནས།

རྟ་རྒྱུག་བྱེད་པའི་ཚེ་བཅོས་ས་གཞན་དུ་བསྟན་ནས་རྒྱུག་ས་གཞན་དུ་བྱས་པ་དང་འདྲ་བར་ལམ་རིམ་ཆེན་མོར་གསུངས། དེ་ལྟར་ཡང་སློབ་དཔོན་ཀརྨ་ལ་ཤཱི་ལའི་གསུང་བསྒོམ་པའི་རིམ་པ་ཐ་མ་ལས། ཡང་ཐོས་པ་དང་བསམ་པ་ལས་བྱུང་བའི་ཤེས་རབ་ཀྱི་རྟོག་པ་གང་ཡིན་པ་དེ་ཉིད་བསྒོམ་པ་ལས་བྱུང་བའི་ཤེས་རབ་ཀྱིས་བསྒོམ་པར་བྱ་ཡི། གཞན་དུ་མ་ཡིན་ཏེ། རྟ་བཅོས་ཀྱི་ས་བསྟན་ནས་རྒྱུག་པ་བཞིན་ནོ། ཞེས་གསུངས་ཤིང།

རེད་ད་སང་ཉིན་རྒྱུགས་རེ་འགའ་དེ་ལ་གཞན་དག་ཅིག་རྒྱུགས་བྱ་ན་ཨ་ནི་རྒད་མོ་ཤོར་བར་བ་གང་ག་འུ་དེ་ནས་སང་ཉིན་ངོ་མ་རྒྱུགས་དུས་དེ་མིན་པ་ཞིག་ཏུ་རྒྱུགས་པ་དང་འདྲ་བར་གསུངས་པ་རེད་དེ་ད་ཐོས་བསམ་གང་བས་ཐོས་བསམ་བྱས་པ་དེ་ཉམས་སུ་ལངས་དགོས་རེད་ང་ཚོའི་གདན་ས་ཆེན་པོ་ཁག་ལ་དེ་གའི་གཞུང་པོད་ལྔ་ལ་བས་ཐོས་བསམ་སློབ་གཉེར་གནང་གི་ཡོད་རེད་པ་ད་ཨོ་དེ་དེ་ཉམས་སུ་ལངས་ཡག་གི་དོན་དག་ལ་གཞུང་པོ་ཏི་ལྔ་པོ་སྟེ། དྲི་བ། གསུངས་པའི་བརྗོད་བྱ་འོ་དེ་ཚོ་ཉམས་སུ་བླང་ཡ་གའི་དོན་དག་ལ་ནི་ཐོས་བསམ་གནང་བྱ་རྒྱུ་རེད་མ་གཏོགས་ད་ག་ཟེ་བརྩོན་ཡ་བྱེད་དགོས་དགོས་མ་རེད། རེད་པ་དང། མ་རེད་པ་ད། ད་ཉམས་སུ་བླང་ནས་པའི་ཚུལ་འབྲེལ་ཡོད་དུས་ད་བྱང་ཆུབ་ལམ་རིམ་ལམ་ཚུལ་འབྲེལ་དགོས་ཡོད་རེད།

དེ་གི་རྩ་བ་རྩ་བ་དང་དང་པོ་བཤེས་གཉེན་བསྟེན་ཚུལ་དེ་རེད། སོ་སོ། མཚན་ཉིད་བཏགས་ཡོད་འདི་ག་ལ་དཔེ་ཆ་འགེལ་ཅིང་གུ་གུ་ར་བ་དང་འཇིག་རྟེན་དགེ་རྒན་གཅིག་བྱས་ཤག་ལ། ཟ་རྒྱུ་འཐུང་རྒྱུ་དང་དེ་ཚོའི་བེད་ཅིག་སྒྲིག་སྒྲིག་ལམ་བསླབ་གཉེན་དང་རོགས་པ་བྱེད་མཁན། ཇུས་ཡོད་བྱས་ནས་བེད་གྲྭ་ཚང་གི་སྒྲིག་སྒྲིག་ལམ་ར་བ་དང་གདན་ས་གི་སྒྲིག་སྒྲིག་ལམ་བསླབ་གཉེན་འཇིག་རྟེན་དགེ་རྒན་གཅིག་བྱས། ད་དཔེ་ཆ་དག་སོ་སོ་གི་དད་པ་ཡོད་ས་གི་དགེ་རྒན་གཅིག་གསལ་བོར་ར་བ། མ་གཏོགས་ལྷབ་བྲག་གི་བཟོ་ར་བ་མ་ར་བ་དགེ་རྒན་དེ་ཚོ།

ཨོ་ད་དེ་ནས་གཅིག་ལ་བརྟེན། རེད་པ་ད་དམ་པོ་ཆེའི་ཕྱོགས་ཤིན་ཏུ་ཁ་བོ་ཆེ་གང་ག་ལ་དཔེ་ཆ་རེ་བྲིས་ག་ཆེ་རེ་བུག་དེ་གང་ག་དང་འདྲ་ར་བོ་ཆགས་རེད་པ་ད་དེ་རེ་བྱས་དེ་ན་ཕན་ཡ་ཡོད་མ་རེད་ཨ་ནི་སོ་སོའི་རྒྱུད་ལ་ཉམས་རྟོགས་བྱེད་ཡ་ཡོད་མ་རེད་རྟོགས་པ་བྱེད་ཡ་ཡོད་མ་རེད་རྟོགས་པ་བྱེད་ཡ་མེད་ན་ཆོས་བྱས་ནས་ག་རེ་བྱེད་དགོས་རེད་དེ་ལ་འཇིག་རྟེན་ཆོས་བྱས་ན་དགའ་ག་རེ་བ་དེ། ཆོས་ང་ཚོ་ཆོས་བྱེད་ཡ་དེ་ཉམས་རྟོགས་བྱེད་ཡ་ག་དེ་འདྲ་ཅིག་རེད་པ་ད།

དགེ་བའི་བཤེས་གཉེན་བསྟེན་དེར་བསྟེན་ཚུལ་ཡག་པོ་བྱེད་དགོས་རེད་གྲྭ་པ་གྲྭ་བྱང་མཚན་ཉིད་དཔེ་ཆ་དགེ་རྒན་གྱི་ཅོག་པུ་འདྲ་པོ་གཅིག་གྲྭ་པ་གྲྭ་བྱང་རེད་པ་དང་ཅོག་པུ་འདྲ་པོ་གཅིག་ཡིན་པ་ཡིན་བ་རྒྱལ་ས་ལ་དེ་ལ་སྣང་ཆུང་བྱེད་ཀྱི་ཡོད་མ་རེད་གང་ཅི་སོ་སོས་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་ཡ་ད་མ་འོ་ནི་ད་ལམ་རིང་འགོ་བཙུགས་ཡོད་འདི་སླད་ཡོང་དགོས་རེད་བ་འོ་ཅེ་ད་ད་འཁྲུལ་སོང་རེད་མ་གཏོགས་བྱས་ཙང་བཤེས་གཉེན་ཡག་པོ་གཅིག་བསྟེན་ཨ་ནི་ཐོས་བསམ་བྱས་ཐོས་བསམ་བྱས་ཡ་དེ་ཨ་ནི་ཉམས་ལེན་བྱེད་ཡག་གི་ཆེད་དུ་ཡིན་བསམ་པ་བྱས་ནས་ཆོས་ར་ན་བེད་ཡོང་དུས་ནས་ཉམས་ལེན་གི་ཆེད་དུ་ཡིན་བསམ་པ་བྱས་ནས་རྟགས་གསལ་བཏང་རྩོད་པ་བྱས་ལན་བརྒྱབ་བྱེད་མཁན་ཡིན་ན། དེ་དང། དེ་ཉམས་ལེན་གི་བསམ་བློ་རྒྱུན་ནས་མེད་པ། བི་ཀའི་ཁ་ཐེ་ཐེ་འདྲ་པོ་བྱས་ནས་རྟགས་གསལ་བཏང་ཡ་ཡིན་ན་ཞག་ཟིན་ཕྱི་ལོས་པའི་ཁ་ཁ་ཡོག་རེད། ཕུགས་ལ་སོ་སོ་སེམས་ལ་ཕན་མི་ཕན་པའི་ཁ་ཁ་ཡོག་རེད། ཆུ་ར་མཐར་ཕྱིན་མི་ཤིང་ཁ་ཁ་ཡོག་རེད་མང་པོ་ཅིག་མཐར་ཕྱིན་གི་མི་འདུག་བ་མང་ཆེ་ཅིག་འཛིན་གྲྭ་ཡག་ཡག་ལས་ནི་ཡང་ནི་མི་དེ་ཉུང་རུ་ཉུང་རུ་འགྲོ་གི་རེད་དེ་གྲྭ་སང་ག་བ་ཡིན་ན་གཅིག་པ་རེད་འོ་དང་པོ་དེ་བ་གྲྭ་མང་ཐག་གཅོད་བྱེད་དེ་ནི་ཡག་ཡག་ཡག་ཅིག་ཡིད་ད་རེད་བ་ད་ཕར་ཕྱིན་ལ་དབུ་མ་ཡག་ལས་མཛོད་བསྡུ་བ་ཡག་ལས་ད་ཨ་ནི་འཛིན་གྲྭ་དེ་ཉུང་རུ་ཉུང་རུ་ཉུང་རུ་ཉུང་རུ་བས་དཔེ་ཆ་མཐར་ཕྱིན་ནི་ཡི་གེ་དགེ་བཤེས་བཏང་ཉིན་དེ་ཉུང་རུ་ཉུང་རུ་འགྲོ་གི་འདུག་བ་ཨོ་དེ་སོ་སོ་ཚོགས་བསགས་སྒྲིབ་སྦྱང་ཡག་པོ་མ་བྱུང

ཨ་ན་སྔ་མ་དེ་མར་བྲིས་ཡོད་ཉིན་དང་སྔ་མ་དེ་སོ་སོ་ཉམས་ལེན་བྱེད་དགོས་ཡ་ག་གི་ཡོད་མ་རེད་ཚར་ཚར་རེད། རེད་པ་ད་ཕྱི་དྲོད་མོང་གི་ཕྱི་བིར་སིམ་པ་ནང་ད་པ་འཛིན་གྲྭ་རེ་རེ་བྱེད་དུ་གང་ལ་རེ་རེ་མར་བཏང་ཚར་བསྒྲིགས་ཚར་འཛིན་གྲྭ་བཅུ་གཉིས་བཅུ་གསུམ་བཅུ་བཞི་བཅས་བཞག་ཡིན་ན་རེད་པ་ད་ཨ་ན་མགོ་སྒོ་དེ་ཚོ་ལག་ཡ་མེད་རེད་བརྗེད་ཚར་རེད་ཡང་ཨ་ན་བཞུགས་གི་བཞུགས་གི་དེ་ལས་ཀ་མཛད་དེ་ད་དོན་དག། བསྟན་ལོ་ཉིན་ལོ་འཇིག་རྟེན་གྱི་འཛིན་གྲྭ་དེ་ཕུག་ག་རེ་ལས་ཀ་མཛད།

དང་དོལ་ཕི་ཀའི་དགེ་རྒན་གཉོམ་ཆུང་ཅིག་ཡིན་ན་ང་པི་ཏི་ཡོང་བ་ཡིན་ཟེར་ངོ་སོ་རེ་བྱེད་ཁ་བྱེད་ན་དེ་ནོར་རེད་བ་ད་ང་ཅིག་ཡོང་གི་ཡོད་ད་ཟེར་བྱེད་དེ་ཕི་ཏི་རྒན་ལགས་ང་དེ་རི་པི་ཏི་ཡོང་གི་ཡོད་ད་ཟེར་བྱེད་དེ་ག་རེ་རེད་ཁོ་རང་གི་དོན་དག་རེད་མ་གཏོགས་རེད་བ་ད་ཕྱི་དཔེ་ཆ་དགེ་རྒན་གཉོམ་ཆུང་དེའི་དོན་དག་གས་མ་རེད་བ་ད་བྱས་ཙང་དེ་འགྲིག་གི་ཡོད་མ་རེད། དེ་ལྟར་གསུང་རབ་རྣམས་གདམས་ངག་ཏུ་འཆར་མི་ཐུབ་པ་ནི་བྱང་ཆུབ་ལམ་གྱི་རིམ་པ་ལ་གོ་བ་མ་ཆག་པའི་སྐྱོན་ཡིན། འདི་ལ་གོ་བ་ཆག་ན་རྒྱལ་བའི་གསུང་རབ་སོགས་གཞུང་ཆེན་མོ་ཐམས་ཅད་ལམ་རིམ་དུ་བསྡུས་ནས་ཉམས་ལེན་དུ་སྲིད་ཅིའི་ཕྱིར་ཞེས་པ་ཞིག་འོང། སྔར་ཁྲི་ཆེན་ངག་དབང་མཆོག་ལྡན་ནས།

རྒྱ་ཡན་ཞལ་པར་ཞུ་ཡ་དེ་འབྲི་སྤུངས་སྒོ་མང་གྲྭ་ཚང་གི་ཡིག་ཆ་གསར་པ། ཡིག་ཆ་གསར་རྙིང་གཉིས་ཡོད་རེད་བ་དང་ཡིག་ཆ་རྙིང་པ་དེ་གུང་རུ་ཆོས་འབྱུང་ཞུ་ཡ་བྱས་ཡོད་རེད། ད་ཡིག་ཆ་གསར་པ་དེ་རྒྱལ་བ་ལྔ་པའི་ཁ་ཐུག་ལ། ཡིག་ཆ་གསར་པ་མཛད་པ་པོ་རྒྱ་ཡན་བཞེད་པའི་རྡོ་རྗེ་ནི། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་ལོར་འཁྲུངས། ད་གྲོངས། དུས་གང་རྗེས་ཁྲི་ཆེན་ངག་དབང་མཆོག་ལྡན་དེ་ནས་གྲྭ་ས་སློབ་གཉེར་གྲུབ་ནས་རྗེ་རྒྱ་ཡང་བཞེད་པའི་དྲུང་དུ་ལམ་གཙོ་རྣམ་གསུམ་གྱི་བཤད་པ་སོགས་གདམས་པ་མང་དུ་གསན་ནས་བཀའ་མདོ་རྒྱུད་མ་ལུས་པའི་དགོངས་པ་བསྟན་ཐོག་གཅིག་ཏུ་ཉམས་སུ་ལེན་ཚུལ་ངོ་འཕྲོད་པས། སྔར་གཞུང་ལུགས་རབ་འབྱམས་ལ་སློབ་གཉེར་བརྒྱབ་པ་མཐའ་དག་བྱང་ཆུབ་ལམ་རིམ་ལ་སློབ་གཉེར་བརྒྱབ་པ་ཡིན་འདུག་སྙམ་དུ་གོ་བ་ཞིག་བྱུང་གསུངས་ཏེ། དེ་གསུང་རབ་གདམས་ངག་ཏུ་འཆར་བའི་རྟགས་ཡིན། གདམས་ངག་ཏུ་འཆད་པའི་རྟགས་ཡིན། དེ་བཞིན་དུ་གྲུབ་མཆོག་རྣམ་རྒྱལ་གྱིས། གྲུབ་མཆོག་བློ་བཟང་རྣམ་རྒྱལ་གང་གཱའི་ཞུ་ཡ་དེ་རེད། རྣམ་རྒྱལ་གྱིས་རྗེ་སྟོན་པའི་ལུང་ཞིག་གནང་བ་ན་སྐབས་སྐབས་སུ་ཨ་ཙི་ལོ་ན་རྒས་པས་མ་གཏོགས་ཉམས་ལེན་བྱེད་རྒྱུ་ཞིག་རང་འདི་ན་འདུག་ཅེས་དབུས་ཞབས་ཐམས་ཅད་ཡང་ཡང་གསུངས་པ་རེད། ལམ་རིམ་ལ་གོ་བ་ཆགས་ན་ཆུ་གྲེར་རྩོད་པ་འཆམ་པོ་ཅིག་བརྩམས་ནས། འཆང་པོ་གཅིག་ཙམ་བྱས་ནའང་ཐམས་ཅད་ལམ་རིམ་དུ་བསྡུས་ཏེ་གདམས་ངག་ཏུ་འཆར་དུ་འོང། འཆར་འོང། དཔེར་ན། སེམས་བསྐྱེད། དེ་ཀའི་རྩོད་ཀྱི་ཡོད་ན། དཔེར་ན། སེམས་བསྐྱེད་རྩོད་པའི་ཚེ་སྐྱེས་བུ་ཆེན་པོའི་བྱང་ཆུབ་སེམས་སྦྱོང་གི་སྐབས་དང་སྦྱར། རྟེན་འབྲེལ་རྩོད་པ་དེ་སྐྱེས་བུ་འབྲིང་གི་སྐབས་དང་སྦྱར། བསམ་གཟུགས་རྩོད་པ་དེ་ཞི་གནས་ཀྱི་སྐབས་དང་སྦྱར་ཆོག་ཆོག་འོང། ཆོས་མཐུན་ཙམ་ལ་འགྲོ་བའི་ཚེ། ཆོས་ལོག་ག་བ་དང་གསུང་རབ་གང་ཞལ་ཕྱེས་ནའང་ཉམས་ལེན་དུ་འབྲི་ཐུབ་པ་ཞིག་འོང་སོ། ད་ལམ་རིམ་ལ་གོ་བ་ཆགས་ན་རྒྱལ་བའི་གསུང་རབ་དེ་གའི་དགོངས་འགྲེལ་ག་དེ་ཅིག་དགོངས་འགྲེལ་དང་བཅས་པ་ག་དེ་ཅིག་ཞལ་ཕྱེས་པ་ཡིན་ན་ཡང་ལམ་སང་སོ་སོའི་གི་ཐོག་ལ་ཉམས་སུ་ལེན་པ་ཉམས་ལེན་དེའི་ཐོག་ལ་བས་སྣོན་པས་རྒྱབ་ཆོག་ཆོག་ཅིག་དུས་རྒྱུན་སོ་སོའི་བསམ་བློ་བཏང་ནས་ཉམས་ལེན་ཡོད་ན་ཨ་ནི་དེ་ག་ལ་སྣོན་པས་རྒྱབ་ཆོག་གུ་རུ་བ་ལ་མཉམ་འབྲེལ་ཐུབ་པ་ཞིག་འོང་ཐ་ན་ཚ་ཁང་ནང་གི་ཤོག་ཆར་གཅིག་རྙེད་པ་ཚུན་ཆད། ཚ་ཁང་ཡོད་རེད་བ་ད། དེའི་ནང་ལས་པའི་ཤོག་ཆར་གཅིག་རྙེད་སོང་ན། ཨ་ནི་དེས་སོ་སོའི་ཉམས་ལེན་ལ་སྦྱར་ཐུབ་པ་ཅིག་ཡོང་གི་རེད། རང་གི་ཉམས་ལེན་གྱི་དམིགས་སྐོར་དུ་སྣོན་ཆོག་ཆོག་འོང་ས། ཁོ་བོས་རྗེ་ཕ་བོང་ཁ་བ་བདེ་ཆེན་སྙིང་པོ་རེད་བ་ད། སྙིང་པོས་སྔར་ཆུང་ངུའི་སྐབས་དགོན་པའི་གླིང་སྐོར་གྱི་ཚ་ཁང་ནང་ཤོག་ཆར་ཞིག་ལ་བལྟས་པས། འོན་ཏེ་དེའི་ཤོག་ཤོག་ཆར་དེའི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན་རྒྱལ་མཆོག་སྐལ་བཟང་རྒྱལ་སྲིད་གསུམ་མགུར་དེ་ཡོད་ཡིན་པ་རེད། སྟག་ཆུང་གི་བུང་བ་གཞོན་ནུས་དེས་མདངས་ལྡན་གྱི་མེ་ཏོག་གཅིག་ནས་གཅིག་ཡུད་ཙམ་ལ་བསྡུ་ལེན་བྱས་པ་མཐོང་དཔེ་དེ་དང་མཚུངས་པའི་དོན་གྱིས་ལོས་སྙིགས་དུས་ཀྱི་སྤྱི་བོ་མང་པོ་ཞིག་ཚེ་མ་ཐག་རང་གི་སྣང་ཚུལ་གྱི་སྐད་ཅིག་ལ་སྒྲ་སྙན་འགྱུར་བ་མཐོང་བློ་བརྟན་པའི་གྲོགས་པོ་ངས་མ་རྙེད་ཅེས་འདུག་པ། ཨོ་དེ་དེ་ནི་ཆེ་བུའི་དྲིན་གྱིས་ངེས་པ་མེད་པས།

ཨོ་ད་བྷེ་ཁའི་ཚིགས་བཅད་ཤོ་ལོ་ཀ་གཅིག་གཅིག་སྙེག་ན་ལམ་སང་སོ་སོའི་ཉམས་ལེན་འགའ་ལ་ཚུར་རྒྱག་ཆོག་ཆོག་ཅིག་རེད་པ་ད། དེ་འདྲས་ཅིག་གོ་ཡོང་གི་རེད། རྒྱག་ཆོག་ཆོག་རེད། དེ་ལྟར་བཀའ་དང། དེ་ནས། བཀའ་དང་དགོངས་འགྲེལ་ཐམས་ཅད་ལས་ཡི་གེ་ན་གཅིག་ཀྱང་འདོར་དུ་མེད་པར་གདམས་ངག་ཏུ་འཆར་ཐུབ་པ་ལ་བཀའ་གདམས་ཞེས་བྱ་སྟེ། རྗེ་བདག་ཉིད་ཆེན་པོས་བཀའ་བཅུ་རིན་ཆེན་འཕེལ་ལ་བཀའ་གདམས་ཞེས་པའི་དོན་གང་ཡིན་བཀའ་འདྲི་གནང་བར། དེ་བས་བཀའ་ལས་ཡི་གེ་ན་གཅིག་ཀྱང་འདོར་དུ་མེད་པར་གདམས་ངག་ཏུ་འཆར་བ་ལ་ཟེར་བ་ཡིན་ཞུས་པས་རྗེ་རིན་པོ་ཆེ་ཤིན་ཏུ་མཉེས་ནས་བཀའ་ཆོས་ཀྱི་ཚོགས་སུ་ཡང། དེ་རིང་བཀའ་བཅུ། བློ་བསྐྱེད་ཆེན་པོ་བྱིན་གསུངས། འདི་ལྟར་ཟེར་ཞེས་གསུངས་ནས་བསྔགས་བརྗོད་མཛད། དེ་ལྟར་བྱུང་ན་ཚ་ཁང་ནང་གི་ཤོག་ཁྱེར་གཅིག་ཚུན་ཆད་ཀྱི་གསུང་རབ་ཐམས་ཅད་གང་ཟག་གཅིག་འཚང་རྒྱ་བའི་མན་ངག་ཏུ་ཧྲིལ་གྱིས་བསྒྲིལ།

དེ་ཐམས་ཅད་ལ་གུས་པ་ཡང་ཤིན་ཏུ་ཆེན་པོ་བསྐྱེད་ཡོང། རྣལ་འབྱོར་པ་ཨ་མིན་ཞང་ཆུ་རིན་ཆེན་ནི། བོད་ཤིང་ཡུལ་སྤྱི་ལོ་གཅིག་སྟོང། འདི་ནི་འཇར་མེད་བཅོ་ལྔ་ལོར་མདོ་སྨད་ཙོང་ཁར་སྐུ་འཁྲུངས། ཞང་ཆུ་རིན་ཆེན་ཞུ་བའི་རི་མདོ་སྨད་འཁྲུངས་པ། རབ་བྱུང་དང་པོའི་ས་རྟ། སྤྱི་ལོ་གཅིག་སྟོང་འཇར་མེད་བཅོ་བརྒྱད་ལོར་རྣལ་འབྱོར་པ་ཆེན་པོ་སྐུ་གཤེགས། ད་དེ་རེད་རྣལ་འབྱོར་པ་ཨ་མེ་བྱང་ཆུབ་རིན་ཆེན་གྱིས། གར་གསུངས་པར་གདམས་ངག་ལ་ནང་བཞིན་བཙུད་པ། ནས་ད་ཞེས་པ་ནི། བེའུ་བུམ་སྤོས་ཆུང་ཆུང་ལག་མཐིལ་ཙམ་ཞིག་ལ་ངེས་པ་རྙེད་པ་ལ་མི་ཟེར་ཅེས། གསུང་རབ་ཐམས་ཅད་གདམས་ངག་ཏུ་གོ་བ་ལ་ཟེར་བ་ཡིན་གསུངས་པ་ཡང་འདི་ལྟར་གོ་དགོས། ཚིག་དེ་འདིའི་རྩ་བ་ལྟ་བུ་ཡིན། གསུང་རབ་མ་ལུས་གདམས་ངག་ཏུ་འཆར། ཚིག་འདི་གི་རྩ་བ་འདྲ་བོ་དེ་ག་རེད་ཟེར་ན། འདི་རེད། རྣལ་འབྱོར་པ་ཨ་མིན་ཞང་ཆོས་རིན་ཆེན་གྱིས་ཏེ། བེ་བུན་ལག་མཐིལ་ཙམ་ཞིག་ལ་ངེས་པ་རྙེད་པ་ལ་མི་ཚེ་གསུང་རབ་ཐམས་ཅད་གདམས་ངག་ཏུ་གོ་བ་ལ་ཟེར་བ་ཡིན་གསུངས། ད་འདིར་འདི་རྩ་བ། བསྟན་པ་ཐམས་ཅད་འགག་མེད་དུ་རྟོགས་པའི་རྩ་བ་སྟེ། འདི་ནི། འདི་ནི་གྲུ་བཞིའི་ལམ་གྱི་ཕྱིར་ཞེས་པ་ང་ཡི་བླ་མ་ལྷས་དེ་ཡིན་པ་དེ་བྱས། དེ་ཡང་གསུང་རབ་ཐམས་ཅད་གདམས་ངག་ཏུ་འཆར་བའི་གནད་ཇི་འདྲ་ཞིག་དགོས། ལམ་རིམ་ཐོས་པ་ཙམ་གྱིས་ཆོག་གམ་སྙམ་ན། དེ་ནི་གསུང་རབ་དགོངས་འགྲེལ་དང་བཅས་པའི་དོན། བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག་གི་བར་གྱི་ལམ་གྱི་རིམ་པར་བསྡུས། དེ་ས་བཅད་བརྗེ་བསྡུས་ཇི་ལྟར་ཡིན་ཀྱང་རྐང་གྲངས་ཆ་ཚང་བ་ཞིག་བློ་ཡུལ་དུ་ངེས་པར་བྱས་ནས་ད་གོ་བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག་གི་བར་གྱི་པའི་ལམ་གྱི་རིམ་པ་སྟེ། དེ་ནི། རྗེས་བསྡུས་ག་འདྲའི་ཡིན་པ་ཡིན་ན་རེ་རྒྱས་པར་བྱེད་ཐུབ་ན་ཡག་ཤོས་དེ་མེད་ན་ཡང་འདི་གའི་རྐང་གྲངས་ཚང་བ་ཅིག་དོ་ད་ལམ་གྱི་པའི་རྐང་གྲངས་ཚང་བ། ཚང་བ་ཞིག་བློ་ཡུལ་དུ་ངེས་པར་བྱས་ནས་ད་དཔྱད་སྒོམ་དགོས་ས་ལ་དཔྱད་སྒོམ་དཔྱད་སྒོམ་དགོས་པ་ལ་དཔྱད་སྒོམ་འཇོག་སྒོམ་དགོས་པ་ལ་འཇོག་སྒོམ་བྱེད་ཉམས་ལེན་དུ་ཕྱིར་ཤེས་པ་ཅིག་བྱུང་ན་གསུང་རབ་གང་སྦྱར་ཡང་རང་གི་ཉམས་ལེན་གྱི་དམིགས་སྐོར་དེ་དང་དེའི་ཐད་སོ་སོར་སྦྱར་ཆོག་ཆོག་ཡོང་བ་གསུང་རབ་གདམས་ངག་ཏུ་འཆར་བའི་ཚད་ཡིན་དེ་ཡིན། དེ་ཡང་གོ་བདེ་ཕྱིར་བདག་གིས་བླ་མ་རིན་པོ་ཆེ་གསུང་བཞིན་དཔེར་བཤད་ན། མི་ཞིག་ལ།

དེ་བཞིན་དུ་ལམ་གྱི་རྐང་གྲངས་མ་ཚང་ན་གསུང་རབ་མཇལ་ཡང་གང་གི་ཐད་དུ་སྦྱར་དགོས་མི་ཤེས་པས་ཉམས་སུ་ལེན་མི་ཤེས། ད་འབྲས་དང་གྲོ་དང་སྲན་མ་སོགས་དེ་དག་སོ་སོ་ནས་གྲས་གང་རེ་ཙམ་ཡོད་ན། ད་དེ་ལ་འབྲས་སྦ་བ་གང་རྙེད་ནའང་འབྲས་ཀྱི་ལྷོད་དེ་ནས་བག་ལུགས་སྤྲེལ་མ་འབར་བ་གང་ལ་བརྙས་སོང་ན་སྤྲེལ་མའི་སྣོད་དེ་ནས་བག་བླུགས་ན་ད་ནོན་པའི་ཆག་འགྲོ་བ། དེ་རེད། བརྙས་ནའང་རང་དེ་བྱེད། འབར་བ་གང་བརྙས་ནའང་རང་གིས་དེའི་སྟེང་དུ་ནོན་ཆོག། དེ་བཞིན་དུ་དམིགས་བསྐུར་གྱི་རྐང་གྲངས་ཚང་ན་གསུང་རབ་ནི་གང་རྒྱལ་དེའི་ཐད་དུ་སྦྱར་ཆོག་ཆོག་ཡོང་བ་ལྟར་ཡིན། རྐང་གྲངས་ཚང་ན་རྒྱས་བསྡུས་གང་གིས་ཀྱང་ལམ་བགྲོད་ནུས་པར་སྡེ་དཔོན་དང་གྲྭ་རྐྱང་གི་ཤག་ཤེད་ཀྱི་དཔེ་དང་སྦྱར་ནས་རྒྱས་པར་གསུངས།

ཟེར་བ་དང་ཡིན་ན་ཡང་མི་ཚེ་དེ་ཆོས་དྲུག་ཡོད་རེད་ཉི་མ་རེ་རེ་གི་འོ་དེ་དང། དེ་ནང་དག་གི་རྐང་གྲངས་དེ་དེ་གི་རྗེས་པོ་ཞེ་དྲག་མ་བྱུང་ན་ཡང་རྐང་གྲངས་ཚང་པ་ཚང་སོང་ན་པའི་ལམ་འགྲོས་ཐུག་གི་རེད། བྱུང་ན་པའི་རྣམ་གྲངས་པའི་རེ་བ་དང་ལུང་དང་རིག་པ་བྱས་ནས་པའི་མཐའ་སྐོར་རེ་སྐོར་མང་པོ་ཅིག་ཤེས་གི་ཡིན་ན་དང་དོ་ཡག་ཡོད་རེ་བ་དང་ངོ་འདི་རེད། ལགས། ད་སྡེ་དཔོན་དང་གྲྭ་བྱང་གི་ཤག་ཕྱིས་ཀྱི་དཔེ་ལྟར་སྦྱར་ནས་རྒྱས་པར་སོང་ཟིན། བསྟན་པ་ཐམས་ཅད་འགག་མེད་དུ་རྟོགས་པ་དང་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཁྱད་པར་ཡང་དེ་ཡིན། སྔ་མ་དེ་ཡིན་ན་ཕྱི་མ་དེ་ཡིན་པས་མ་ཁྱབ་ཅིང། བསྟན་པ་ཐམས་ཅད་འགག་མེད་དུ་རྟོགས་པ་ཡིན་ན། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཁྱད་པར་ཡང་མ་རེད།

གདམས་ངག་ལ་གུས་པ་བྱེད་པའི་ཆོས་ཀྱི་ཆེ་བ། ཆོས་ཀྱི་ཆེ་བ་དེ་ལ་བྱང་ཆུབ་ལམ་གྱི་རིམ་པ་དེ་ཆེ་བ་བཞི་ཤེས་ཆོས་གསུམ་ཡོད་རེད། ད་ཆེ་བ་བཞི་ནང་ནས་དང་པོ་བསྟན་པ་ཐམས་ཅད་འགག་མེད་དུ་བཏུབ་པའི་ཆེ་བ་དེ་འགྲིག་སོང། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ་དེ་འགྲིག་སོང། ད་གསུམ་པ་དེ་གང་ལ་བྱ། དེ་ཡང་ཇི་སྐད་དུ། རྒྱ་མཚོའི་ཆེན་པོ་ཞོ་བ་ལའི་གསུང་ལས་འདི་འདྲའི་དག་བ་རྙེད་འགྱུར་ན། གང་དུ་དལ་འབྱོར་འདི་ནི་ཤིན་ཏུ་རྙེད་པ་དང། སྐྱེས་བུའི་དོན་དུ་ཐོས་པར་གྱུར་པ་ལ་ག་དེ་དེ་ལ་ཕན་པ་མ་ཐོབ་ན་ཤི་ནས་ཡང་དག་འབྱོར་བ་ག་ལ་འགྱུར་རུ་གསུང་བ་ན་བདག་གིས་ད་འདི་ནི། འོན་ཏང་འདི་ནི་དལ་འབྱོར་འདི་ནི་ཤིན་ཏུ་རབ་དང་རྙེད་པར་དཀའ། དལ་འབྱོར་འདི་ནི་ཅེས་ད་ང་རང་ཚོས་བ་དང་ཐོག་མ་མེད་པ་ནས་བུ་གའི་ལས་དང་ཉོན་མོངས་ཀྱི། ལས་དང་ཉོན་མོངས་ཀྱི་གཞན་དབང་དུ་སོང་ནས་འོ་ད་ད་རེས་པའི་བླ་མ་དཀོན་མཆོག་གི་ཐུགས་རྗེས་བཀའ་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བས་ད་རྗེས་འཇོག་ཅུས་ཚར་བའི་མི་འོས་ལུས་རྟེན་བཟང་པོ་ཐོབ་པ་སོ་ད་སོ་སོ་ཐོབ་ཚར་དེ་ཡོད་སྟངས་འདི་སོ་ད་ཉེས་ཚིག་མེད་པར་རོ་ད་འཇོག་འདི་ནི་འོ་ད་འདི་ནི་རོ་ད་ད་ཡང་འཇོག་རྙེད་ཡ་དེ་དཀའ་ལས་ཁག་པོ་ཞིག་ད་ཡོད་རེད་ཡང་ཁྱོད་ལ་མཉན་ཡ་དེ་ལས་སླ་པོ་ཡོད་མ་རེད། དེ་བས་ད་ཡང་ཁྱོད་འདི་ནས་ཤིན་ཏུ་མཉེས་པར་སྐྱེས་བུའི་དོན་འགྲུབ་ཐོབ་པར་འགྱུར་བ་ལ་ད་སྐྱེས་བུ་ཟེར་ཡ་དེ་སྐྱེས་བུའི་སྐད་དོད་ལ་པུ་རུ་ཁ་ཟིན་ནི་གངས་ཅན་པའི་སྐྱེས་བུ་དེ་ལ་སྐྱེས་བུ་གསུམ་ཡོད་རེད་བ་ད་བྱང་ཆུབ་ལམ་གྱི་ཁ་ཟིན་ཞུས་པ་ན་ད་བྱང་ཆུབ་ལམ་གྱི་སྒྲོན་མ་ནས་གསུངས་པའི་སྐྱེས་བུ་ཆུང་ངུ་འདི་ཉིད་ཆེན་པོའོ་ད་དེ་གསུམ་གྱི་བའི་འདོད་དོན་དོན་དག་དག་པོ་དེའོ་ད་སྐྱེས་བུ་ཆུང་ངུ་གྱི་དོན་དག་ག་རེ་སྒྲུབ་དགོས་ཀྱི་ཡོད་རེད་ཟེར་ན་ངན་སོང་དུ་མི་སྐྱེ་བ་སྐྱེ་བ་ཞིག་མ་ངན་སོང་དུ་མི་སྐྱེ་བ་ལྷ་དང་མི་ཡི་དངོས་བསྟན་ཐོབ་ཡ། འོ་ད་དེའི་དོན་དེ་ཡང་འོ་ད་དང་ཆོས་ཀྱི་དང་ཆོས་ཀྱི་བུ་ག་ལུས་རྟེན་འདི་ཡི་སྒྲུབ་ཐུགས་ཀྱི་རེས་སྤྱི་བོའི་འབྲིང་གི་དོན་དུ་གཉེར་བྱ་སྟེ། འོ་ད་དེ་ནི་འཁོར་བ་ལ་ཡིད་འབྱུང་ནི་བུ་ག། དེ་ནི་འཁོར་བ་ལས་གྲོལ་བའི་བུ་ག་ཐར་པ་མི་གནས་པའི་མྱང་འདས་ཡིན་ན་རེ་གང་ཅིའི་ཞི་བ། འོ་ད་དེ་ཐོབ་བྱ་དེ་ཡང་བས་དང་ཆོས་ཀྱི་ལུས་རྟེན་འདི་ལ་དེ་ནི་ཐོབ་ཐུགས་ཀྱི་རེས་དེས་མ་བསད་པའི་བའི་སྐྱེས་བུ་ཆེན་པོའི། དུས་སྟོན་པའི་གེགས་སེམས་ཅན་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་དེ་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ། དེ་ཡང་དེ་ནས་དལ་འབྱོར་གྱི་ལུས་ཅན་འདི་ལ་བརྟེན་ནས་པའི་སྒྲུབ་ཐུབ་ཀྱི་རེད། སྐྱེས་བུའི་དོན་སྒྲུབ་ཐུབ་པར་གྱུར་པ་ལགས། གལ་ཏེ་འདི་ལ་ཕན་པ་མ་གྲུབ་ན་ཕྱིས་ནས་ཡང་དལ་འབྱོར་བ་ག་ལ་སོང་བ་ན་བདག་གིས་དེ་ལ་འདི་ལ་དལ་འབྱོར་གྱི་ལུས་རྟེན་འདི་ལ་ཕན་པ

འོ་དང་རོ་དང། རེད་དེ་ད་རེད་པའི་མི་ལུས་ཐོབ་པ་ཡིན་ཙང། འདི་ལ་པའི་མགོ་མ་འཁོར་བ་དེ་ནས། ད། སྐྱེ་བ་ཆེན་མོ་འཕེན་བྱེད་ཀྱི་དོན་དག་ཅིག་འདུག་གོ། གཏན་དུ་བདེ་བ་ཅིག་ཐོབ། འོ་དང། གཏན་དུ་བདེ་བ་ཅིག། ཐོབ་ཡ་དེ་པས་ད་རེད་སྒྲུབ་མ་ཐུབ་ན། མི་ལུས་ཐོབ་ཡ་གི་གོ་མ་ཆོད་པ་རེད། དེ་ཡང་འདི་ནི། རང་སྤྱི་གོ་བོ་མ་ཟད། མཐའ་འཁོར་གྱི་པའི་འགྲོ་བ་རིས་དྲུག་གི་སེམས་ཅན་མཐའ་ཡས་པ་པའི་ནང་ཁེལ་མུ་དང་མཉམ་པའི། གྲངས་ལས་འདས་པ་ཅིག་ཡོད་རེད་བའོ། དེ་ཚོ་གང་དགའ་ལོ་ཁ་སེང་ཤོད་པ་ནང་བདག་གི་རང་གི་གཉེན་མཐའ་ཐུག་པའི་ཕ་མ་བྱེད་མ་མྱོང་པ་གཅིག་ཀྱང་མེད་པ་ངོ་འཕྲོད་པ་བྱས་ནས་ད་ལྟ་ང་ཚོ་ངོ་མ་འཕྲོད་པ་རེད་བ། སྤྱིར་བཏང་ཕ་མ་བྱེད་མ་མྱོང་པ་ཡོད་མ་རེད་དེ་དེ་ངོ་མ་འཕྲོད་ནས་ད་ངོ་འཕྲོད་པ་བྱས་ནས་ཕ་མ་བྱེད་མ་མྱོང་པ་མེད་པ་ཡིན་དུས་ད་ཕ་མ་བྱེད་པའི་གནས་སྐབས་ལ་ཚེ་འདི་ཕ་མ་ནང་བདག་ད་དེ་ནི་དེ་ནས་འདི་གའི་ལོ་དང་བཀའ་དྲིན་དེ་ཚོ་དྲན་ནས་འོ་དང་དེ་ནས་དེའི་དོན་དག་མ་གྲུབ་པ་བྱས་ནས་རང་གཅིག་པུ་བི་གའི་འཁོར་བ་ལས་ཐར་བའི་བའི་ཞུ་བ་ཅིག་ཐོབ་པ་ཡིན་ན་ཡང་ཞེ་དྲག་གི་བི་གའི་ཕན་ཐོགས་གལ་མེད་པ། རང་དོན་ཡང་མཐར་མ་ཕྱིན་གཞན་དོན་ཡང་བི་གའི་ཕུན་སུམ་ཚོགས་པ་འགྲོ་བའི་མཐར་མ་ཕྱིན་པ་རེད་པ་དང། འོ་དེ་ཡིན་དུ་ག་ན།

འོ་ད་པའི་གསུམ་ལ་པའི་ཡ་མ་འདྲ་བ་ཅི་ནས་པའི་བསླབ་དགུ་དགུ་ཡོད་རོ། དེ་དྲིས་ཀྱི་བསླབ་སྟངས་དེ་འོ་ན་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ལ་མ་བརྟེན་པ་ལ། མ་ཤེས་པའི་གེགས་རྒྱལ་བའི་གསུང་རབ་ཀྱི་རེ་བ་དང་བཀའ་འགྱུར། འོ་ད་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། འོ་ད་གསུང་རབ་མཐའ་དག་གི་གེགས་རབ་དང་ཕུལ་དང་བྱ་ཡི་ནོངས་པ་དང་པའི་མཆོག་ཏུ་གྱུར་པ་ཅིག་རེད་དེ། དེ་ལ་པའི་ཁ་ཐུག་གེགས་རྒྱལ་བ་ཡིན་ན་ཉམས་སུ་བླང་བྱ་འདྲ་པོ་མི་ཤེས། རེ་བ་དང་ལྟ་ཞེ་ས་མ་ཞུས་ན་ཟ་ཆོག་འཐུང་ཆོག་འདྲ་པོ་ཡོད་མ་རེད། རེ་བ་དང། བཀའ་འགྱུར་མ་ཀློག་པའི་སྐབས་ན་རེ་བ་དང། སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ཕྱིན་ཆད་ཕ་རོལ་ཏུ་ཕྱིན་པ་ཡང་འབྱོར་ཡང་འབྱོར་མ་སོང་བདེ་བ་ཡང་འབྱོར་ཡང་འབྱོར་སོང་བདེ་བ་འདྲ་པོ་དེ་འདྲ་གཅིག་མ་གཏོགས། ད་འདི་ནི་བག་འགྲིགས་ནས་ཉམས་སུ་བླང་ཤེས་འདི་རེད་བསམ་ཡང་ཅི། ཁ་ཐུག་ཁ་ཐུག་ཧ་གོ་ཐུག་ཡ་མི་འདུག་བ། འོ་ད། འོ་ད་དེ་འགྲིགས། དེ་ཡིན་དང་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ལ་བརྟེན་ནས་འོ་ད་དེ་ནི་ལམ་ལ་བགྲོད་དགོས་ཀྱི་ཡོད་རེད་འདུག་པ་ད་འོ་ད་དེ་ཡིན་དུས་དེ་ནི་ད་རེས་པི་ཀའི་ཀུན་སློང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་པའི་བཅུད་མ་ཚུན་ཆད་ཀྱི་པི་ཀའི་སའི་དེབ་དེ་ཡང་དེ་ནི་གསན་པར་བྱ་བའི་ཆུ་ཡང་དེ་ནི་བཀའ་དྲིན་གྱིས་བྱས་པའི་སངས་རྒྱས་སུ་གྲུབ་པའི་ཐེག་པ་མཆོག་གི་ཆུ་ལུགས་འོ་ད་ཤིང་རྟའི་འཚོ་བཅུད་ཆེན་པོ་དེ་ནི་སྤང་དགོན་འཕགས་པ་ཀླུ་སྒྲུབ་དང་འོ་ད་འཕགས་པ་ཐོགས་མེད་གཉིས་ཀྱི་ལམ་འཚོལ

འོ་ད་དེ་ནི་ལྡང་བ་ལ་གུས་པ་བྱེད་པའི་ཀྱི་ཆོས་ཅེས་བྱ་བ། འོ་ཆོ་བ་གཉིས་དང་ལྡན་པའི་དེ་ནི་ཆོས་ལ་ངེས་ཤེས་ཇི་ལྟར་བྱ་བ། ལྡང་བ་སྔོན་གྱི་སློབ་མ་ཇི་ལྟར་བྱ་བའི་རིམ་པ་ཕྱི་ནང་ཟབ་ཆོས་བཞི་ཡིན་པ། འོ་དེ་རེད། དེའི་ནང་ནས་དེ་དང་པོ། དེ་ནི་ཆོས་ཁུངས་བཙུན་པར་བསྟན་པའི་གཞི་འཛད་བབས་ཀྱི་བྱ་བ་སུ་ད། ང་ཚོས་ཉམས་སུ་བླང་བྱ་གི་ཆོས་དེ་བས་གང་བྱུང་མ་བྱུང་གི་འགྲིག་གི་མ་རེད་པོས་དག་པོ་ཅིག་མ་ནོར་བ་ཆ་ཚང་བ་ཅིག་སྒུག་གི་ཡོད་རེད་པོ་ད། ཆ་ཚང་བ་ཅིག་སྒུག་གི་ཡོད་རེད་པས་ན་ག་ལ་དུ་མ་སོང་ན་དེ་གའི་བཟའ་ཡ་དེ་དེ་གའི་རྟ་ཐག་དེ་གྲོགས་པོ་རྒྱག་ཡ་ཅིག་དེ་ཡང་ཚ་དང་དེ་གའི་མངར་མོ་དང་བཙུན་མོ་ག་རེ་དགོས་ཀྱི་ཡོད་ན་དེ་ཆགས་ཚང་ཡོད་བསྡད་པ་ཆགས་ཚང་ང་ཅིག་མེད་ན་ཨ་ནི་བློ་ཁ་གང་གི་མ་འགྲོ་བ། སྟོབས་ཆེ་དུས་གཅིག་ཡིན་ནའི་དེ་སྤུས་ཡག་པོ་ཆགས་ཚང་འདྲ་པོ་གྲོགས་པོ་རྒྱག་ཡ་ཅིག་མ་བྱུང་ན་བློ་གང་གི་མི་འགྲོ་བ་ཨོ་དེ་ན་ད་གའི་ང་ཚོ་ཆོས་ཟེར་ཡ་དེ་དུས་དེ་ཐུན་གཅིག་འདྲ་པོ་གཉིས་འདྲ་པོ་མ་ར་བ་གཏན་དུ་དེ་གའི་གཏན་དུ་ལིག་གཉིས་གཏན་དུ་ལིག་པོ་ཡོང་ཡ་ག་བྱེད་ཀྱི་རེད་བ་སྐྱེ་བ་ནས་སྐྱེ་བ་ཅིག་བི་གའི་བདེ་བ་ཡོང་ཡ་ཅིག་ཡིན་པ་ཡིན་དུས་ཨ་ནི་ཉམས་སུ་བླང་བྱ་བའི་ཆོས་དེ་བི་གའི་མ་ནོར་བ་ཅིག་བསྒུག་ཡོད་རེད། ཨོ་དེ་ཡིན་དུས་ད་བི་གའི་བྱང་ཆུབ་ལམ་གྱི་རིམ་པ་ལས་ལྷག་པ་ཅིག་མེད་པ་ཡིན་ཙང། ཨ་ནི་ཆོས་ཁུངས་བཙུན་པར་བསྟན་པའི་གཞི་རྫས་བ་བུ་བྱ་བ། ད་དེ་ལ་བི་གའི་རྫས་བ་བུ་དེ་བྱུང་ན་དེ་ནི་བདག་ཅག་གི་སྟོན་པ་ཚངས་ཀྱི་བཅོམ་ལྡན་འདས་ནི། ཨོ་ད། དེ་ནི་དྲིན་ཅན་རྩ་བའི་བླ་མའི་བར་གྱི་ཨོ་ད་རྫས་བ་རྣམས་ད་གང་ག་བཞུགས་དགོས་ཡ་དང་སོ་སོ་གི་བི་གའི་དྲན་དགོས་ཡ་དེ་དྲི་ཞིག་ཡིན་པ་རེད་དེ། འདི་ནི་ད་ཆགས་ཚངས་པའི་ཁོ་བོའི་མེད་པ་ད་འདི་ན་གཟུགས་མི་འདུག་བ། ད་དེའི་ནང་ནས་བི་གའི་སྐབས་སུ་བབ་པ་འདྲ་བ་དེ་ཇོ་བོ་རྗེ་པཎྜི་ཏའི་ཨ་ཏི་ཤའི་མཛད་པ་ཁ་སང་ཞུ་བའི་དེ་རེད། ཇོ་བོ་རྗེ་པཎྜི་ཏའི་ཨ་ཏི་ཤའི་མཛད་པ་དེ་ད་ཚབས་ཆེན་རྣམས་ལ་ཚུལ་བསྡུས་ན་འོ་ན་རིགས་ཕུན་སུམ་ཚོགས་པ་སྐྱེ་བ་བཞི་པའི་ཚུལ། འོ་ད་དེ་ནི་རེ་བ་དང་འོ་ན་རྟེན་དེ་ལ་ཡོན་ཏན་གཉིས་པའི་ཚུལ། འོ་ད་གཉིས་ནི་བསྟན་པ་ལ་བྱ་བ་མཛད་པའི་ཚུལ་དེ་གསུམ་རྣམས་བསྡུས་ཚར། ཨོ་འདི་རེད། ད་འདི་ནི། དེའི་ནང་ནས་འདི་ནི། དེ་གའི། ནང་གསེས་ཀྱི་བསྟན་པ་ལ་བྱ་བ་མཛད་སྟངས་དེ་ལ་རྒྱ་གར་ལ་དེ་གའི་མཛད་སྟངས་དེ་དང་བོད་ལ་མཛད་སྟངས་དེ་རེད། རྒྱ་གར་ལ་མཛད་བསྟན་པའི་བྱ་བ་མང་པོ་བད་གའི་མཐའ་ཡས་པ་འདྲ་པོ་བརྗོད་དུ་མེད་པ་འདྲ་པོ་བརྗོད་ཀྱིས་མི་ལང་བ་འདྲ་པོ་མང་པོ་ཡོད་རེད་དེའི་ནང་ནས་ད་གཙོ་ཆེ་བ་འདྲ་པོ་དེ་བྱང་ཆུབ་ལམ་རིན་ནོ་ཆེན་མོ་རྣམས་ལ་གསུངས་ན། ཨོ་ད་འདི་ནི་ད་འདི་རྣམས་ལ་གསུངས་ཡོང་རོགས་པ་དང་གངས་ཅན་བད་གའི། བད་གའི། མཁས་པའི་བྱ་བ་འདྲ་བོ་མཛད་ནས་ཁྱེད་ཚོས་རྩོམ་གསུམ་དང་དེའི་ནང་ནས་ཨ་ནི་མི་འགྲིག་པའི་མཁས་པ། ཞེ་དྲག་གི་དོན་མི་འགྲིག་པའི་བསྟན་པའི་བདག་པོ་སྡུག་བཅུ་གསུམ་ཕེབས་མཁན་ཕུབ་ནི་ཕེབས་མཁན་འདྲ་བོ། འོ་སྡུག་བདུན་ཕེབས་ནི་ཕུབ་མཁན་སྡུག་ལྔ་ཕུབ་མཁན་གྱི་དཔེ་འདྲི་ད་ཆེན་པོ་མི་འགྲིག་པའི་དཔེ་འདྲི་ད་ཆེན་པོ་དེ་ཚོ་ཡང་དེ་གའི་ཆོས་ཀྱི་ཐོག་ནས་པའི་ཚར་བཅད་ནས་ནང་པའི་གྲལ་ལ་བར་བཅུག་པ་གནང་ནས་འོ་ད་དེ་འགྲིག་གི་དེ་ནི་བསྟན་པའི་བྱ་བ་རླབས་ཆེན་པོ་མཛད་པ་ཡིན། བོད་ལ་ཕེབས་ནས་པའི་བསྟན་པའི་བྱ་བ་པའི་མཐའ་ཡས་པ་པའི་མུ་མེད་པ་མང་པོ་ཡོད་རེད་དེའི་ནང་ནས་གཙོ་བོ་དེ་ག་རེད་ཟེར་ན་བྱང་ཆུབ་ལམ་གྱི་སྒྲོན་མ་མཛད་ནས་ཨོ་ད་ད་ལྟ་བར་དུ་བྱང་ཆུབ་ལམ་རིང་ལམ་རིང་ཟེར་ཡག་གི་ད་ཤེས་བྱ་རྩ་བ་འདྲ་པོ་དེ་ད་དེ་ཆགས་བསྡད་ཡོད་བ་ད་བཀའ་དྲིན་དེ་ཡིན་པ་རེད་དྲན་སོང་ཨོ་དེས་དེ་ནས་མཛད་པ་པོ་དེ་ག་ས་ཕྱིན་སར་བ་ད་རྙིང་པ་དེ་དེ་ནས་ཟླ་ངག་ལ་གུས་པ་བསྐྱེད་པའི་ཆོས་ཀྱི་ཆེ་བ་བསྟན་པ་ཨོ་ད་ཆོས་ཀྱི་ཆེ་བ་དེ་ཆོས་དེ་བྱང་ཆུབ་ལམ་གྱི་རིམ་པར་བ་བྱང་ཆུབ་ལམ་རིམ་འདི་ལ་ཆེ་བ་ཟེར་ན་ཡོན་ཏན་ཡིན་པ་བར་ཆེ་བ་བཞི། ཆེ་བ་བཞི་ག་རེ་ཟེར་ན། བསྟན་པ་ཐམས་ཅད་དགའ་མེད་དུ་སྟོབས་པའི་ཆེ་བ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ། ཉེས་སྤྱོད་ཆེན་པོའི་རང་འགག་ཏུ་འགྲོ་བའི་ཆེ་བ་སོགས་ཀྱི་ཆེ་བ་བཞི་བྱས། དེའི་གང་དེ་ལ་དེ་ནི་ཆེ་ཤོས་གསུམ་ཟེར། མདའ། མན་ངག་འདུལ་ཆེ་བ་ལག་ཏུ་བླང་བདེ་བ་བྱས། ཨོ་ད་དེ་ནི་བླ་མ་སྙིང་གའི་མན་ངག་གིས་བརྒྱན་པ་ཟེར། མདའ། མ་བཞི། མཐོང་ཐོས་བཞུགས་ཡོངས་གུ་རེ། ཆེ་ཤོས་གསུམ་བྱས། དེའི་གི་དེ་ཁྱད་པར་དུ་འཕགས་པ། བྱང་ཆུང་ལམ་རིམ་ཆེན་མོ་འདི།

རེ་བ་དང། དེ་ནས་སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལོང་དང་རྟོགས་པའི་བདག་ཉིད་དོ། ཏིང་འཛིན་བྱེད་པ་སྨྲ་བྱེད་དང་སྒྲུབ་པར་བྱེད་པ་ཁོ་ན་ཡིན་གསུངས་པ་ན་འདྲ། ཨ་ནི་ལོང་གིས་བསྟན་པ་དང་རྟོགས་པས་བསྟན་པ་དགའ་བ་མེད་པར་རྟོགས་དང་དེ་བཞིན་དུ། ལོང་གིས་བསྟན་པ་དགའ་བ་མེད་པར་རྟོགས་ཡ་དེ། འོང་དང་དེ་ནས་སྐབས་སངས་རྒྱས་ཀྱི་བདེ་བའི་བཀའ་སྡེ་སྣོད་གསུམ་རྒྱུད་སྡེ་བཞི། དགོངས་འགྲེལ་དང་བཅས་པ། ཚང་མ་ལོ། གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པ་ལ། འཁོར་ཡ་གཅིག་མ་གཏོགས་དགའ་བ་རྒྱུན་ནི་མེད་པ། རེ་བ་དང་མི་འཁོར་བ་བའི་བག་ཡོད་དགུ་ཡ་རྒྱུན་ནི་མེད་པ། དེ་ཀའི་མཐུན་རྐྱེན་དུ་དེ་ཀའི་གར་སོགས་དག། དགའ་བ་མེད་པ།

འོ་ད། སྡེ་སྣོད་གསུམ་རྒྱུད་སྡེ་བཞིའི་དགོངས་འགྲེལ་དང་བཅས་པའི། ལུང་གི་ཆོས། ཚང་མ་ལོ། དགུ་ཡལ་གྱི་ཡིན་པ་རེད། དེ་ན་ལ་འདི་ང་འཚང་རྒྱ་ཡལ་ལ་དགུ་དགུ་མི་འདུག་ཟེར། འདི་ལ་འཚང་རྒྱ་ཡལ་ལ་ཁོ་དགུ་མི་འདུག་འཚང་རྒྱ་བ་ལ་ཏོག་སེ་སྣོད་བསྡད་ཀྱི་འདུག་ཟེར་ཡ། དགའ་བསྡད་ཀྱི་འདུག་ཟེར་ཡ་དང། འགྲིག་གི་མི་འདུག་ཟེར་ཡ་གཅིག་ཡང་ཡོད་མ་རེད། ཚང་མ་ལོ་ཟེར་འཚང་རྒྱ་ཡལ་ལ་དེ་མཐུན་རྐྱེན་དུས་ཚོགས་དགུ་ཡལ་དང། དེ་དགའ་བ་མེད་པ། ད་དེ་དེ་གཅིག་ཧ་མ་གོ་བར་དུ་སོ་སོ་གི་གོ་བ་འདྲ་པོ་མ་རྙེད་པའི་བར་དུ་ཨ་ནི་བསམ་བློ་བཏང་དགོས་ཀྱི་ཡོད་བསྟན་པ་ཐམས་ཅད་འགག་མེད་དུ་འགྲོ་གྲུ་བཞིའི་ལམ་གྱི་ཕྱིར་ཞེས་པ། གྲུ་བཞི་གྲུ་བཞི་ཟེར་ཡ་དེ་ཁ་སང་བླ་མའི་གསུང་ཚུལ་མི་འདྲ་བ་གསུམ་ས་སོང་སོང་བ་གྲུ་བཞི་ཟེར་ཡ་དེ་ཤོ་འཕངས་ན་གྲུ་བཞི་ལིང་ལིང་ཡོང་གི་ཡོད་པ་འདྲ་པོ་མི་སྒོ་གཅིག་ནང་ལ་པའི་སྤྱི་བོའི་གསུམ་དང་སྔགས་དང་བཅས་པ་བཞི་ཚང་བདེ་བ་སྒོམ་ཡ་འདྲ་པོ་དང་ཡིན་ནའི་གཙོ་བོ་གཙོ་བོ་བླ་མའི་གསུང་རྒྱུན་དེ་གལ་ཆེན་པོ་བརྩི་དགོས་རེད་རང་རང་གི་དེ་གའི་བླ་མའི་གསུང་རྒྱུན་དེ་དེ་ཡིན་དུས་འོ་ད་དེ་ནས་དེ་གསུང་དུ། བླ་མའི་གསུང་རྒྱུན་ལ། གདན་ཁ་གང་མ་གྲུ་བཞི་བཅིངས། གདན་ཁ་གང་མ་གྲུ་བཞི་དེ་དྲིལ་བག་ཁི་ཏུ་གང་ལ་གྲུ་བཞི་ལིང་ལིང་ཁི་ཡ་རེ་མ་ཏོ་ཚ་རེ་ཚོ་རེ་བྱེད་ནི་ཁི་ཏུ་ཡ་ཅི་ཡའོ་མ་ར་བ་ད་ཅག་ད་ད་བ་ར་ཡིན་ན་ན་རེ་ས་ལ་གྲོལ་བདེ་ཡ་འགྲོ་འགྲོ་བ་ད་ཅིག་ཐོག་འགྲོ་ཡ་འགྲོ་བ་དེ་ཀོ་གདན་གྲུ་བཞི་ལིང་ལིང་ཁོ་ཁི་ཡ་ཡོ་ར་བ་ན་འགྲོ་བ་ད་གདན་གྲུ་བཞི་ཡ་བརྩིགས་ནས་གྲ་སྒྲིག་ར་ཅི་བྱེད་དགོས་གོ་ཡོད་ན་ཨ་ནི་སུས་ཁས་ན་གྲུ་བཞི་ལིང་ལིང་ཁི་ཆུ་ཆོ་ཡོ་ར་བ་ཨོ་དེ་ན་ད།

མ་འགྲིག་ན་ཡང་ག་ཚོད་ག་ལ་ཐུག་འོ་དེ་བཞིན་ཟུར་བས་སོ་སོའི་ཉམས་ལེན་གྱི་ཐོག་ལ་འོ་ད་བཀའ་བདེ་ནུས་ལ་བྱེད་པ་སྟོན་པའི་གསུང་ཚུལ་ཐག་ཐག་ཁེ་ཆོག་ཆོག་ཅིག་ཡོད་རེད། ཁེ་ཡོད་འདི་ཚ་རེ་ཚོ་རེ་ཟུར་མ་ཚང་བ་འདྲ་པོ་དེ་དྲིས་མིན་པ་འོ་དེ་རེད་བ། བྱས་ཙང་གྲུ་བཞི་ཟེར་གི་གྲགས། རྒྱལ་བའི་བཀའ་བི་གས་སོ་སོ་སངས་རྒྱས་པ་ལ་བི་གས། རེད་བ་ད་མཐུན་རྐྱེན་འདི་ཚུ་ཁེ་ཡོད་འདི། ཅིག། ཟུར་མ་ཚང་བ་འདྲ་པོ་གྲགས་ཉམས་དལ་བ་འདྲ་པོ་མདོག་ཉམས་དལ་བ་འདྲ་པོ་མིན་པ་རེད་བ་ད། བྲག་དང་ཟུར་མ་ཉམས་པ་གྲུ་བཞི་ལིང་ལིང་ལིང་སུ་ཁེ་ཆོག་ཆོག་ཏག་ཏག་ཡོད་རེད། སོ་སོ་ཁེ་ཤེས་ན་དེ་ནས་ཚོད་ཏག་ཏག་ཏག། རེད་བ་ད་ཅིག་མ་ཚང་འགྲོ་པ་མིན་པ། ཨོ་དེ་ཡིན་ད་གྲུ་བཞིར་ལམ་གྱི་ཕྱིར་ཤེས་པ་ཨོ་ན་ང་ཡི་བླ་མ་བསྟན་པ་ཐམས་ཅད་དགའ་མེད་དུ་འགྲོ་བ་དེ་གལ་ཆེན་པོ་ཞིག་ར་རེད། ད་དེ་ནི། སྙིམ་པ་དེ་དེ་ནི་གསུང་རབ་མ་ལུས་ལྡང་བ་དུ་བྱ་བ། འོང་དང་གསུང་རབ་མ་ལུས་པའི་ལྡང་བ་དུ་བྱ་བ། ད་དེ་གི་རྩ་བ་དེ། ཨ་མི་ཞང་ཆུ་རིན་ཆེན་དགེ་བའི་བཤེས་གཉེན་ཨ་མི་ཞང་ཆུ་རིན་ཆེན། འདི་ཁྲོ་བོ་རྗེ་གི་བུ་གའི་མ་ཅན་རེད་དང་པོ། འབྲོམ་སྟོན་པ་འདི་ཁྲོ་བོ་རྗེ་གི་གསོལ་དཔོན་རེད། ཞབས་ཕྱི་ཞུ་ཉིན་རེད། ད་ལྟའི་ཨ་མའི་ཞབས་འཇུག་རིན་ཆེན་དེ་མ་བྱན་རེད་བ། རེད་དེ། མཁས་པ་ཆེན་པོ། ཉམས་ལེན་པ་ཆེན་པོ་བཀའ་གདམས་པའི་དཔལ། ཆེན་པོ། ཉམས་ལེན་གནང་ནས་རེད་བ་ད། དེ་ཡིན་དུས་བ། གར་སོགས་ད། ཉམས་དོར་འདྲ་བ་བས་ཕོན་པོ་ཕོད་དེ་བ། འོ་དེ་འདྲི་ཅིག་རེད་དེ་གི་ད་གསུངས་དེ་ལ། མན་ངག་ལ་ནང་བཞིན་རྩོད་བ་ནི། འོ་དེ་ནི་བུ་བུམ་ལག་མཐིལ་ཙམ་ཞིག་ལ་ངེས་པ་རྙེད་པ་ལ་མི་ཟེར་ཅེས། གསུང་རབ་ཐམས་ཅད་སྡང་བ་དུ་བྱ་བ་ལ་ཟེར། མན་ངག་ལ་ནང་བཞིན་ཚུད་པ་རེད་ཟེར་རྒྱུ་རོ་ད། དེ་དེ་བས་མན་ངག་ལ་དེ་བྱང་ཆུབ་པ་རེད་ཟེར་ད་དོ་གོ་བདེ་ན་མན་ངག་ལ་བྱང་ཆུབ་པ་ཅིག་རེད། སྡང་བ་ལ་དེ་བྱང་ཆུབ་པ་རེད་ཟེར་ད་བྱང་ཆུབ་པས་དེ། ཁ་འདོན་དཔེ་ཆ་གི་སོགས་རེད་པོ་དཔེ་ཆ་ཆུང་ཆུང་འདྲ་བོ་ཅིག་རེད་པོ་ད། ཆུང་ཆུང་ཅིག་ལ་དཔེ་ཅིག་སྟོན་ཚེ་སྟོན་ཚེ་བྱེད་ཡང་སྦས་ཚེ་སྦས་ཚེ་བྱེད་དགོས་ཡ་འདྲ་བོ་ཅིག་རེད་པོ་ད་ཅིག་ཡོད་དོ་མཐོ་ར་ཅིག་འོ་དེ་དེ་ལ། འདི་ནི

ཡིན་ན་ཡང་དེ་ནང་བྱན་མ་ཚུད་པ་ཡིན་ཙང་གདམས་ངག་དུ་མ་འཆད་ཡིན་ཙང་ང་ཚོས་ཉམས་སུ་ལེན་ཡ་རག་གི་མི་འདུག་བ། ཨོ་དེ་རེད། བྱས་ཙང། གདམས་ངག་ཏུ་ཤར་བ། གསུང་རབ་མ་ལུས་གདམས་ངག་ཏུ་ཤར་བའི་ཆེ་བ། ད་ཁ་སང་དེ་ཡན་ཆད་ཀྱི་འགྲོ་ས་ཡིན་པ། ཨོ་དེ་རེད། ད་ཆར་པའི་ཆོ་གུ་དགུ་བཅུ་གོ་ལྔ་གི་ཡིན་འབྲིང་ཐ་མ་དེ་རེད། དགུ་བཅུ་གོ་ལྔའི་ཡིན་འབྲིང་ཐ་མ་ལ་འདུ་བ། དེ་ལྟ་སྟེ་དེ་ཀའི་སྔ་མ་དེ་ཡིན་ན་ཕྱི་མ་དེ་ཡིན་པས་མ་ཁྱབ་ཅིང་ཕྱི་མ་དེ་ཡིན་ན་སྔ་མ་དེ་ཡིན་པས་ཁྱབ་བོ། ད་གསུམ་པ་ཟེར་བ་ཡིན་ལ། གསུམ་པ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་ནི།

ཅང། བླ་མའི་མན་ངག་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ལ་མ་བརྟེན་པར། གཞུང་ཆེན་པོ་དེ་དག་ལ་བརྟེན་ནས་རྒྱལ་བའི་དགོངས་པ་མཐར་ཐུག་རྙེད་པར་མི་ནུས་ལ། ད་ངེས་པར་དུ་ཡིན་གྱི་མི་འཇིགས་པའི་བླ་མའི་མན་ངག་ལ་བརྟེན་དགོས་ཡོད་དོ། ད། བླ་མའི་མན་ངག་ལ་མ་བརྟེན་པ་ལ་ནི་དེ་ཀས་རྙེད་ཐུབ་ཀྱི་མ་རེད། གཞུང་ཆེན་པོ་དེ་དག་ལ་བརྟེན་ནས་རྒྱལ་བའི་དགོངས་པ་མཐར་ཐུག་རྙེད་པར་མི་ནུས་ལ། ག་དེ་རྙེད་དུ་ཆུག་ཀྱང། དུས་ཡུན་རིང་པོ་དང་དཀའ་ཚེགས་ཤིན་ཏུ་ཆེ་བ་ལ་ལྟོས་དགོས། ལམ་རིམ་འདི་ལ་བརྟེན་ནས་གཞུང་ཆེན་པོ་དེ་དག་ལས་གསུངས་པའི་རྒྱལ་བའི་དགོངས་པ་དཀའ་ཚེགས་མེད་པར་བདེ་བླག་ཏུ་རྙེད་པར་འགྱུར་རོ། རྒྱལ་བའི་དགོངས་པ་བདེ་བླག་ཟེར་ཡང་དེ་དཀའ་ལས་ཞེ་དྲག་བརྒྱབ་མི་དགོས་པ། དུས་ཚོད་ཡུན་བས་རིང་པོ་བར་དུ་འགོར་མི་དགོས་པ། འོ་འདི་རེད། འོ་ན་དེ་ལྟ་བུའི་རྒྱལ་བའི་དགོངས་པ་དེ་གང་ཡིན་སྙམ་ན། བདག་གི་སྐྱབས་མགོན་བླ་མ་རིན་པོ་ཆེ་དྭགས་པོ་བླ་མ་རིན་པོ་ཆེ་ལ། སྤྱིར་ཕུན་སུམ་གྱི་ལམ་སྤྱི་དང། ཁྱད་པར་ལམ་གྱི་གཙོ་བོ་རྣམ་གསུམ་ལ་བྱེད་དགོས་གསུངས། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་ཟེར་གི་རྙེད་རྒྱུ་གི་རྒྱལ་བའི་དགོངས་པ་དེ་ག་རེ་རེད། སྤྱིར་ཕུན་སུམ་གྱི་ལམ་སྤྱི། སྤྱི་དང། ཟེར་བ་དང། སྤྱིར་ཕུན་ཆེན་ཁྲི་ཆུང་གསུམ་གྱི་ལམ་བྱེད་དེའི་ནང་ནས་ཀྱང། ད། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ་རེད་ད་དགོངས་པ་གཙོ་བོ་འགྲོ་བ་དེ། བྱེད་དགོས་གསུངས། དེ་ངེས་པར་ཡིན་ཏེ་ཡང་དག་པའི་ལྟ་བ་ལ་རྒྱལ་བའི་དགོངས་པ་མཐར་ཐུག་ཏུ་རྗེ་ཙོང་ཁ་པ་ཆེན་པོས་གསལ་བར་གསུངས་ཏེ་ལམ་སྟོན་ལས། སྣང་བ་རྟེན་འབྲེལ་ལྷུར་བ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་གཉིས། ཇི་སྲིད་སོ་སོར་སྣང་བའི་དེ་སྲིད་དུ་ད་དུང་ཐོས་པའི་དགོངས་པ་རྟོགས་པ་མེད། འོ་དང་སྣང་སྟོང། འོ་དང་སྣང་བ་རྟེན་འབྲེལ་ཀུན་རྩོད་པའི་ཆུ། འོ་དང།

སྟེང་མེད་པར་ཇི་སྲིད་དགོས་ཡ་བསམ་བློ་བཏང་དེ་ན་སོ་སོ་རུ་ཇི་སྲིད་སོ་སོ་སྣང་བ་དེ་སྲིད་དུ་ད་དུང་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དེ་རྟོགས་ཐུབ་ཡོད་མ་རེད། ད་དུང་ཐོས་པའི་དགོངས་པ་རྟོགས་པ་མེད་ཅེས་ཡང་དག་པའི་ལྟ་བ་མ་རྟོགས་ན་རྒྱལ་བའི་དགོངས་པའང་མི་རྟོགས་པ་དངོས་སུ་གསུངས་པས། ཤུགས་ལ་དེ་རྟོགས་ན་རྒྱལ་བའི་དགོངས་པ་རྙེད་པར་གསུངས་པ་དང། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་ཞེས་ངེས་འབྱུང་བྱས། རྒྱལ་སྲས་དམ་པ་རྣམས་ཀྱི་བསྔགས་པའི་ལམ་ཞེས་སེམས་བསྐྱེད་དང། སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་ཏེ་ཞེས་ཡང་དག་པའི་ལྟ་བ་གསུངས་པས། ངེས་འབྱུང་བྱང་སེམས། ངེས་འབྱུང་བྱང་སེམས་ཀྱང་ཞར་ལ་འཕངས་པ་ཡིན་ནོ། དེས་ན་ལམ་རིམ་འདི་ལ་བརྟེན་ནས་གཞུང་ཆེན་པོ་རྣམས་ཀྱི་བརྗོད་བྱ་ལམ་གྱི་གཙོ་བོ་རྣམ་གསུམ་རྒྱུད་ལ་སྐྱེ་ཚུལ་གྱི་གནད་རྣམས་བདེ་བླག་ཏུ་བརྙེས་ཅིང། བསྙད་པ་ལྟར་བཀའ་གཙིགས་ལ་མ་ཐོས་པར་རྒྱུད་ལ་སྤྱད་པ་ན་རྒྱལ་བའི་དགོངས་པ་བདེ་བླག་ཏུ་བསྙད་པ་ཡིན། དེ་ཡང་དཔེར་ན་གཞུང་ཆེན་པོ་ནི་རྒྱ་མཚོ་ལྟ་བུ་ཅེས་བསྒྲུབ་པ་དང་རྒྱ་མཚོ་ཆེན་པོ་ཅེས་ལྟ་བུ་ཅི་བྱེད་གཞུང་ཆེན་པོ་ཟད་དེ། ལམ་གཙོ་གསུམ་ཚོགས། ལམ་གྱི་རིམ་པ་དེ་ཚོ། སྒོ་བཞི་གཉིས་བསྟན་ཚུལ་ནི་མི་ལུས་པའི་ཚོགས་འཇུག་པ་པཀྵི་ལམ་གྱི་རིམ་པ་བཅས་རོ། ལམ་རྫོགས་གསུམ་ལ་ཚོགས་པའི་འོག་དང་དེ་ཚོ་རྒྱལ་བའི་དགོངས། ཚོགས་ནི་རྒྱལ་བའི། ཚོགས་རྒྱལ་བའི་དགོངས་པ་ནི། དེའི་ནང་གི་ནོར་བུ་ལྟ་བུ། རྒྱ་མཚོའི་ནང་གི་ནོར་བུ་ལྟ་བུ། བྱང་ཆུབ་ལམ་གྱི་རིམ་པ་དེ་གྲུ་གཟིངས་ལྟ་བུ། དེ་སྟོན་པའི་བླ་མ། དེ། གྲུ་བཏང་མཁན་གྱི་དེད་དཔོན་ལྟ་བུ་རེད། རྒྱ་མཚོའི་ནང་དུ་ནོར་བུ་ཡོད་ཀྱང། གྲུ་གཟིངས་ལ་མ་བརྟེན་པར་བཞུགས་ན་ནོར་བུ་མི་ལོན་པའི་ཁར་སྲོག་ཤོར་བ་ལས་འོས་མེད། དེ་བཞིན་དུ། ལམ་རིམ་ལ་མ་བརྟེན་པར་གཞུང་ཆེན་པོར་བཞུགས་ཀྱང་རྒྱལ་བའི་དགོངས་པ་རྙེད་དཀའ་ཞིང། དེད་དཔོན་མཁས་པ་ལྟ་བུའི་བླ་མ་ལ་བརྟེན་ནས་བྱང་ཆུབ་ལམ་རིམ་གྱི། བྱང་ཆུབ་ལམ་རིམ་གྱི་གྲུ་གཟིངས་སུ་བཞུགས། གཞུང་ལུགས་རྒྱ་མཚོ་ཆེན་པོའི་ནང་ནས་རྒྱལ་བའི་དགོངས་པ་མཐའ་ཐུག་གི་ནོར་བུ་བདེ་བླག་ཏུ་རྙེད་པ་འོང་གསུངས། འོང་བསྡད་པས་ན། ཏདྱ། གྲུ་གཟིངས་དང་འདྲ་བའི་དེ་ནི་བྱང་ཆུབ་བླ་མའི་མན་ངག་བྱང་ཆུབ་ལམ་གྱི་རིམ་པ་ལ་བརྟེན་ནས་ཨ་ནི་གཞུང་ཆེན་པོ་ནི་བི་ཀའི་བཞུགས་ཀྱི་ཡིན། རིག་པ་དང་ཨ་ནི་དེའི་ནང་ནས་པའི་ནོར་བུ་རྙེད་ཡོང་བ་རེད། ནོར་བུ་དང་འདྲ་བའི་དེ་ནི་ངེས་འབྱུང་བྱང་ཚད་ཡང་དག་པའི་ལྟ་བ་ལ་སོགས་པའི་ལམ་གྱི་རིམ་པ་དེ་ཚོ་དག་དཀའ་ཚེགས་མེད་པར་ཡུན་རིང་པོ་འགོག་མི་དགོས་པར་ཨ་ནི་རྙེད་ཐུབ་པ་རེད། རིག་པ་དང། མཐར་ཐུག་གི་ནོར་བུ་བདེ་བླག་ཏུ་རྙེད་པར་འོང་གསུངས། ལྟ་འདིའི་ཆེ་བ་གསུམ་པ་དེར་བ་དང། གསུམ་པ། མཁར་ཟར་དུ་ནི། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་ཟེར་ད་དེ་འདྲ་དེ་བྱས། ལྟ་བཞི་པ་ཉིད་ཆོས་ཆེན་པོ་རང་འགག་ཏུ་འགྲོ་བའི་ཆེ་བ་ནི། དེ་ཡང་ལམ་རིམ་ཆེན་མོ་སོགས་སུ་དངོས་བསྟན་ལ་ཆོས་ཕུང་གི་ལས། ལས་སྒྲིབ་འགོག་པ་ལ་གསུངས་ཤིང་ཉིད་ཆོས་ཆེན་པོ་ཟེར་བ་གི་ཉིད་ཆོས་དེ་གཙོ་བོ་གཙོ་བོ་དེ་ཆོས་ཕུང་གི་ལས། རེ་བ་དང་ཆོས་སྤོང་བའི་ལས་ལ་གཏོང་གི་ཡོད་རེད་ཟེར་ད་ལམ་རིམ་ཆེན་མོ་ནང་ལ། དེ་ཡང་ཆེ་བ་དང་པོ་གསུང་སྐད་ལ་ངེས་པ་མ་རྙེད་ན། བསྟན་པ་ཐམས་ཅད་འགག་མེད་དུ་འཐོབ་པའི་ཆེ་བ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། དང་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་གསུམ་པོ་དེ་ལ་སོ་སོ་གི་ངེས་པ་མ་རྙེད་ན། ད་སོ་སོ་གི་མ་རྟོགས་ན་ཟེར་གྱི་ད་དེ་གསུམ་དེ་ཆེ་བ་གསུམ་པོ་དེ་སོ་སོ་ཧ་མ་གོ་ན། ངེས་ཤེས་མ་རྙེད་ན། རྒྱལ་བའི་བཀའ་ལ་ཐིགས་པ་ཐོགས་མེད། འདྲ་བ་དང་རྒྱལ་བའི་བཀའ། ཁ་ཤེས་པས་ཡ། འདྲ་བོ། ཁ་ཤེས་ཏོག་སེ་སྨན་པ། འདྲ་བོ། ཁ་ཤེས་པས་ཞེ་དྲག་གི་ཟབ་ཟབ་པོ། འདྲ་བོ། ཡག་པོ་ཡོད་པ། འདྲ་བོ། ཁ་ཤེས་ཀྱི་དེ་འདྲི་མེད་པ། འདྲ་བོ། ད་དེ་འདྲི་ཅིག། མཐོང་འདི་གི་རེ་བ་དང། སོ་སོའི་བའི་བཀའ་ལ་ཡག་ཉེས་འདྲ་བོ་ཅིག། རྒྱལ་བའི་བཀའ་ཡིན་པ་ལ་དེ་ལ་བའི་ཡག་ཉེས་འདྲ་བོ་ཅིག། བསམ་བློ་ཁོག་གི་རེད། བཀའ་ལ་ཐིག་པ་མཐོ་དམན་དང། ཤེས་ཆོས་དང། སྦྲུལ་པའི་ཆུ་སོགས་གུས་པ་ཆེ་ཆུང་གི་ཁྱད་པར་དུ་མ་ཞིག་འབྱེད་པས། འཁྲུལ་སྤོང་གི་ལས་ལས་ཚབས་པོ་ཆེ་ཞིག་རྒྱུན་མི་འཆད་པར་འབྱུང་ཞིང། ད་དེ་འདྲའི་རྒྱལ་བའི་བཀའ་ལ་ཡག་ཉེས་འདྲ་པོ་བསམ་བློ་བཏང་ནས་གུས་པ་ཆེ་ཆུང་རེ་བྱས་པ་ཡིན་ན། རྒྱལ་བའི་བཀའ་ཁ་ཤས་ལ་མ་གུས་པ་དང་ཁ་ཤས་ལ་གུས་པ་འདྲ་པོ་དེ་འདྲས་བྱེད་མཁན་ཡིན་ན།